ལས་འགུལ་གོ་སྒྲིག་ཞུ་མཁན་དེ་ཁྲི་པེར་སོ་སར་ཁྲིའི་ཚོགས་པ་ཡིན་ཞེས་སོགས་ཀྱི་གསུང་བཤད་གནང་ཡོད། དེ་རྗེས་དབྱིན་ཡུལ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ། སྐུ་ཞབས Mister Pravin Hamilton མཆོག་གིས་གསུང་བཤད་གནང་དོན། ང་ཚོ་དབྱིན་ཡུལ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་འཐུས་མི་ཚོ་ཞུ་སྐུལ་དུ་བཅར་རྒྱུ་བྱུང་བར་ཧ་ཅང་དགའ་པོ་བྱུང། འདིར་ང་ཚོར་བོད་མི་མང་སྤྱི་འཐུས་ལྷན་ཚོགས་དང། བོད་མིའི་སྒྲིག་འཛུགས་ནས་སྣེ་ལེན་གསར་བརྗེ་གནང་བྱུང་བར་ཐུགས་རྗེ་ཆེ་ཞུ་རྒྱུ་མ་ཟད་དེ་བཞིན Triple Society ངོས་ནས་ལས་རིམ་འདི་བཞིན་བཀོད་སྒྲིག་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ང་ཚོའི་འདིར་བོད་ཀྱི་སྐྱབས་མགོན་ཏཱ་ལའི་བླ་མ་མཆོག་མཇལ་ཁ་ཞུ་རྒྱུ་བྱུང་བ་དེ་ལས་དོན་གལ་ཆེ་ཤོས་ཤིག་ཏུ་བརྩིས་ན་ཧ་ལམ་འགྲིག་གི་རེད། ང་རང་ལ་ཆ་བཞག་ན་ཕྱི་ལོ་ཉིས་སྟོང་བདུན་ལོར་གོང་ས་མཆོག་མཇལ་ཏེ་ཁོང་གི་དགོངས་ཚུལ་ཉན་རྒྱུའི་གོ་སྐབས་དམིགས་བསལ་ཞིག་ཐེབས་བྱུང། དུས་དེ་ནས་བཟུང་ངའི་བསམ་བློར་འགྱུར་བ་ཆེན་པོ་ཞིག་ཐེབས་བྱུང། ཐེངས་འདིར་ཡང། ཕྱི་ཚེས་བཞི་ཉིན། གོང་ས་མཆོག་དང་མཇལ་སྐབས། གནད་དོན་མང་པོ་ཞིག་གི་ཐོག་བཀའ་མོལ་ཞུ་རྒྱུ་བྱུང། དེའི་ཁྲོད་གནད་དོན་གཙོ་བོ་གཉིས་ནི་དང་པོ། བོད་གླིང་གི་བོད་རིགས་བླ་སྤྲུལ་རྣམས་ལ་དབྱིན་ཡུལ་གྱི་གཙུག་ལག་བསླབ་གཉེར་ཁང་གི་ནང་བསླབ་སྦྱོང་ཆེད་བསླབ་ཡོན་རོགས་རམ་གནང་རྒྱུའི་ཐོག་བཀའ་བསྡུར་བྱུང། ང་ཚོ་བོད་ཀྱི་ས་ཁུལ་འདྲ་མིན་ནས་བོད་རིགས་བླ་སྤྲུལ་ལ་དབྱིན་ཡུལ་དུ་བསླབ་སྦྱོང་ཆེད་རོགས་སྐྱོར་བྱེད་རྒྱུ་དགའ་པོ་ཡོད། རོགས་སྐྱོར་བྱེད་རྒྱུར་དགའ་མོས་ཡོད། གནད་དོན་གཉིས་པ། རྒྱ་ནག་མི་མང་དང་འབྲེལ་བ་བྱས་ཏེ་འདས་པའི་ལོ་ལྔ་བཅུ་དྲུག་ཅུ་ནས་བྱུང་བཞིན་པའི་བོད་ནང་གི་དངོས་ཡོད་གནས་སྟངས་དེ་དག་རྒྱ་ནག་མི་མང་ཚོར་གོ་རྟོགས་སྤེལ་རྒྱུ་བཅས་ཀྱི་ཐོག་བཀའ་མོལ་བྱུང། སྐབས་དེར་གོང་ས་མཆོག་ཐུགས་དགྱེས་ཚོར་ཆེན་པོ་མཛད་སོང། འདས་པའི་ལོ་བརྒྱ་ཕྲག་རིང་བོད་རྒྱའི་དབར་དངོས་ཡོད་བྱུང་རིམ་གྱི་ལོ་རྒྱུས་དེ་དག་རྒྱ་ནག་མི་མང་ཚོས་ཤེས་པ་བྱ་རྒྱུ་ཧ་ཅང་གལ་ཆེན་པོ་ཆགས་ཡོད་ཅེས་དང། ཡང་ཁོང་གིས་ཐེངས་འདིའི་ལྟར་སྐོར་གྱི་ལས་རིམ་ནང་བོད་ཀྱི་ཟློས་གར་ཚོགས་པར་རིག་གཞུང་འཁྲབ་སྟོན་དང་དག་སེམས་ལ་འཇུག་པོ་ཞིག་བྱུང་ཞེས་གསུངས་ཡོད་པ་མ་ཟད། འཁྲབ་སྟོན་པ་ཚོར་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་སྲུང་སྐྱོབ་ཆེད་འབད་བརྩོན་བྱས་པར་འཚམས་འདྲི་དང་བསྔགས་བརྗོད་ཞུས་ཡོད། དེ་བཞིན་ཁོང་གིས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས། གོ་སྒྲིག་བྱས་པའི་དགོང་དྲོའི་གསོལ་སྟོན་སྐབས་སྤྱི་འཐུས་རྣམ་པ་དང་ལྷན་དུ་ཕན་ཚུན་བསམ་ཚུལ་བརྗེ་ལེན་གྱི་གོ་སྐབས་བྱུང་བར་ཧ་ཅང་དགའ་པོ་བྱུང་ཞེས་གསུངས། ཕྱོགས་མཚུངས་ཁོང་གིས་རྡ་སྟེང་བོད་ཁྱིམ་གྱི་བླ་མ་དང་དབུས་སྣེ་ལེན་ཁང་དུ་ཉེ་ཆར་བོད་ནས་ཕེབས་པའི་ཕྲུ་གུ་དང་གཞོན་སྐྱེས་ཁག་ཅིག་ཐུག་རྒྱུའི་གོ་སྐབས་བྱུང་བར། སྐོར་སོགས་ངོ་སྤྲོད་གནང་ཡོད། གཞན་ཡང་གྲོས་ཚོགས་འཐུས་མི་གཞན་རྣམས་ཀྱིས་ཀྱང་ད་ཐེངས་ཀྱི་ལྟ་སྐུལ་དང་འབྲེལ་བའི་ཐོག་གསུང་བཤད་གནང་སྐབས་ཁོང་རྣམ་པར ྋགོང་ས་མཆོག་མཇལ་རྒྱུ་བྱུང་བར་དགའ་སྤོབས་དང། བོད་མི་རྣམས་ལ་གདུང་སེམས་མཉམ་སྐྱེའི་རྒྱབ་སྐྱོར་ཡོད་པ། རྡ་ས་བོད་ཀྱི་དཔེ་མཛོད་ཁང་གིས་དུས་རབས་བཞི་པའི་ཡིག་ཆ་དེ་དག་བཅོས་མིན་ཐོག་བདག་གཉེར་ཧ་ཅང་ཡག་པོ་བྱས་པར་བསྔགས་བརྗོད་གནང། དེ་བཞིན་དྲི་བ་དྲིས་ལན་སྐབས་གྲོས་ཚོགས་འཐུས་མི་རྣམས་ཀྱིས་བོད་སྐད་ཐོག་བྷི་བྷི་སི་ཡི་གསར་འགྱུར་བརྙན་འཕྲིན་གྱི་ལས་རིམ་ཞིག་གསར་འཛུགས་བྱེད་རྒྱུ་འབད་བརྩོན་གནང་རྒྱུ་ཡིན་སྐོར་དང། དེ་བཞིན་ཁོང་རྣམས་རང་ཡུལ་དུ་ཕྱིར་ལོག་སྟེ། ལོ་རྗེས་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབྱིན་ཡུལ་དུ་གདན་ཞུ་ཐོག་བོད་ཀྱི་གནད་དོན་གྲོས་ཚོགས་སུ། གླེང་ཐུབ་པ་ཡོང་རྒྱུར་འབད་བརྩོན་གནང་རྒྱུ་མ་ཟད། འདི་ལོའི་ཟླ་མཇུག་ཏུ་བཀའ་བློན་ཁྲི་པ་བློ་བཟང་སེང་གེ་མཆོག་ལོན་གྲོན་དུ་ཕེབས་རྒྱུ་ཡིན་པ་དང། བཀའ་ཁྲི་མཆོག་དབྱིན་ཡུལ་དུ་ཕེབས་པ་དང་སྟབས་བསྟུན། གྲོས་ཚོགས་སུ་བོད་མིའི་རང་དབང་གི་གནད་དོན་དང་འབྲེལ་བའི། བོད་མི་རང་དབང་གི་གནད་དོན་དང་འབྲེལ་བའི་སྐོར་གླེང་རྒྱུ་ཡིན་སྐོར་གསུང་བཤད་གནང་ཡོད་པ་བཅས་ཡོངས་ཁོངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཡུ་རོབ་གྲོས་ཚོགས་ཀྱི་མདུན་ཐང་དུ་གླེང་སྐོར། འདོན་སྤེལ་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་བའི་ཚེས་བདུན། བན་རྒན་བོད་རིགས་ཚོགས་པས་སྣེ་ཁྲིད་ཀྱིས་བན་རྒན་བོད་ཀྱི་གྲོགས་པོ་ཚོགས་པ་དང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཡན་ལག་བཅས་མཉམ་འབྲེལ་གྱི་གོ་སྒྲིག་འོག་མཁས་བཙུན་ཕྱི་ཚེས་བདུན་གྱི་ཞོགས་པ་ཆ་ཚེས་བཅུ་པ་ནས་ཉིན་རྒྱབ་ཆ་ཚེས་གཉིས་པ་བར། ཡུ་རོབ་གྲོས་ཚོགས་ཀྱི་མདུན་ཐང་དུ་ཉི་ཕྱིར་བོད་ནང་ནས་རང་ལུས་མེར་བསྲེགས་ཀྱི་ངོ་རྒོལ་ལས་འགུལ་སྔ་རྗེས་སྤེལ་བར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཆེད། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་གོ་སྒྲིག་བྱས་པར་མི་མང་བརྒྱ་སྐོར་ཞིག་མཉམ་ཞུགས་གནང་ཡོད་འདུག་ལས་འགུལ་དེ་རྒྱབ་སྐྱོར་ཆེད་ཡུ་རོབ་གྲོས་ཚོགས་ཀྱི་ཨི་ཏྲ་ལིའི་འཐུས་མི་སྐུ་ཞབས་རོས་རའོ། ཁེ་རུ་སི་ཀྲ་མཆོག་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཞོན་པ་སྐུ་ཞབས་ལཱ་ཛི་ཛི་ལོ་ཅོ་ཀིས་མཆོག་གིས་ཕྱག་རོགས་ལྕམ་ཛི་སུ་ཛི་སཱ་ཨ་ནན་ཧྥི་རིའུ་ཁྲོ་ཨེ་སི་དེ་བཞིན་ཡུ་རོབ་གྲོས་ཚོགས་ཀྱི་ཨིས་ཏོ་ནི་ཡ་བུད་མེད་ལྕམ་ཁྲི་སི་ཐི་ནཱ་ཨ་ཇུ་ནན་མཆོག་གིས་ཕྱག་རོགས་སྐུ་ཞབས་ཇོ་ཨིན

རང་ཉིད་མེ་གསར་དང་འབྲེལ་བའི་ལོ་རྒྱུས་ཀྱི་རྩ་དོན་ཁྲི་དང་པོ་ཤོག་གྲངས་བཞི་བརྒྱ་བདུན་ཅུ་སྟོང་བརྒྱད་ནས། རྫུན་གྱིས་འགེལ་མི་ཐུབ་པའི་དོན་དངོས། བོད་ཀྱི་བང་ཆེན་སྤྱི་ཡི་འདོན་ཐེངས། སུམ་བརྒྱ་ལྔ་བཅུ་ང་གསུམ། ཕྱི་ལོ་ཉིས་སྟོང་བཅུ་གཅིག། ཟླ་བཅུ་པའི་ཚེས་བདུན་ལ་སྦལ། རྒྱ་དམར་གཞུང་གིས་དུས་རྒྱུན་བོད་ནང་དུ་ཡར་རྒྱས་ཆེན་པོ་ཡོད་པ་དང། བོད་མི་རྣམས་རང་དབང་བདེ་སྐྱིད་ཀྱི་ངང་དུ་འཚོ་བ་རོལ་བཞིན་ཡོད་ཚུལ་སོགས། མི་ལོ་དུ་མའི་རིང་རྒྱལ་སྤྱི་དང་རྒྱལ་ནང་དུ་སྐྱག་རྫུན་གྱི་དྲིལ་བསྒྲགས་སྣ་ཚོགས་བྱེད་བཞིན་ཡོད། འོན་ཀྱང་དོན་དངོས་ཐོག་བོད་ས་སྟོད་སྨད་བར་གསུམ་ནས་རྒྱ་དམར་གཞུང་གིས་བོད་ལ། བཟུང་བས། དྲང་བདེན་མིན་པའི་སྲིད་བྱུས་ལ་བརྟེན། འགྲོ་བ་མིའི་ཐོབ་ཐང་དང། རང་དབང་རྩ་འདྲེན་དུ་གྱུར་བའི་ལས་དང་སྲིད་དོན་ཆེད། བོད་རིགས་རྒྱ་ཆེའི་མི་དམངས་ཀྱིས་དུས་རྒྱུན་ཕྱི་སྒོར་སྣ་ཚོགས་བྱེད་བཞིན་པ་མ་ཟད། ཐ་ན་ལོ་འདིའི་ནང་རང་ལུས་མེ་སྲེག་གི་ཚེ་སྲོག་ཀྱང་བློས་གཏོང་གནང་མཁན་མང་ནས་མང་དུ་འགྲོ་བཞིན་པ་འདིས། རྒྱ་གཞུང་གིས་སྐྱག་རྫུན་གྱིས་འགན་མི་ཐེབས་པའི་དོན་དངོས་གསལ་སྟོན་བྱས་ཡོད།

ཡིད་ཆེས་བློས་གཏོང་ཆོག་པའི་ཁོར་ཡུག་ཅིག་བསྐྲུན་ཐུབ་མེད་པར་མ་ཟད། མི་རིགས་དབྱེ་འབྱེད་དང་རིག་གཞུང་རྩ་མེད་གཏོང་བའི་ངན་བྱུས་ཁོ་ན་ལག་བསྟར་བྱས་པ་ལས། དོན་དམ་པར་བོད་མི་རིགས་ལ་བདེ་སྐྱིད་བསྐྲུན་རྒྱུ་དང་རང་དབང་དང་འདྲ་མཉམ་ཡོང་ཐབས་སུ་རྒྱ་དམར་གཞུང་གི་བསམ་བློ་གཏན་ནས་སྟོང་ཉུང་མེད་པ་ར་སྤྲོད་གསལ་པོ་བྱས་པ་རེད། འདས་ཟིན་པའི་མི་ལོ་དྲུག་ཅུ་ཙམ་གྱི་རིང། བོད་རིགས་རྣམས་རྒྱ་གཞུང་གི་བཙན་གནོན་དང་སྟངས་འཛིན་འོག་གནས་སྒུལ་བྱུང་ཡོད་པ་དང། བོད་རྒྱ་མི་རིགས་གཉིས་མཉམ་དུ་གཤིབ་སྡོད་བྱས་ཡོད། དུས་ཚོད་དེ་ཡི་བཞིན་ཕྱི་དྲོ་འཇམ་རྩུབ་ཀྱི་ཐབས་ལམ་ག་འདྲ་ཞིག་བེད་སྤྱོད་བྱས་ཀྱང། ད་དུང། བོད་མི་རིགས་ཀྱི་བསམ་བློ་རྒྱ་དམར་གཞུང་གི་ཕྱོགས་སུ་འགུག་ཐབས་མེད་པར། རྒྱ་དམར་གཞུང་གི་དཔོན་རིགས་རྣམས་ཕྱི་ཡི་དཔོན་རིགས་སུ་དང་ཐུག་འཕྲད་བྱས་ཀྱང། ཐོག་མ་བོད་རྒྱ་ནག་གི་ཆ་ཤས་ཡིན་པ་ཁས་ལེན་བྱེད་དགོས་ཞེས་ཨུ་ཚུགས་ཀྱིས་བརྗོད་དགོས་པ་སོགས་ད་བར་བོད་དེ་རྒྱ་དམར་གཞུང་གི་སེམས་ནང་གི་རྡོག་རི་ཞིག་ཏུ་གྱུར་ཡོད་པ་ལྟར། བོད་མི་རིགས་ཀྱི་སེམས་ནང་དུའང་རྒྱ་དམར་གཞུང་ནི་ལྗིད་ཁོག་ཆེ་བའི་གཉའ་ཤིང་ཞིག་དང་གཅིག་མཚུངས་སུ་གྱུར་ཡོད་པས། ཕན་ཚུན་ཡིད་ཆེས་དང། བློ་གཏད་ཀྱིས་ཐུབ། བློ་གཏད་ཀྱིས་ཐུབ་ཐབས་གཏན་ནས་མེད། ཕྱོགས་མཚུངས་ངོས་ནས་བསམ་བློ། ངོས་ནས་བསམ་བློའི་ནང་གི་གནས་བབ་དང་དངོས་ཡོད་གནས་ཚུལ་ལ་གཞིགས་ནས་བཤད་ན། བོད་དེ་རྒྱ་དམར་གཞུང་གི་འོག་ནས་ཁ་བྲལ་དུ་འགྲོ་རྒྱུ་ཡིན་པ་ཁ་མཆུ་གཅིག་ནས་ཤེས་ཐུབ། ཕྱི་ལོ་སྤྱི་ལྡོག་དགུ་བརྒྱ་ལྔ་བཅུ་ང་གཅིག་ལོར། བོད་རྒྱའི་བར། བཙན་འོག་ནས་གྲོས་མཐུན་དགྲ་ཆེན་གཅིག་མཐུན་འཇོག་པའི་ལོར་མཉམ་འབྲེལ་རྒྱལ་ཚོགས་ནང་ཚོགས་མི། རྒྱལ་ཁབ་ལྔ་བཅུ་ང་བརྒྱད་ལས་མེད་ཀྱང། ད་ལྟའི་ཆར་ཚོགས་མི་བརྒྱ་དང་དགུ་བཅུ་གོ་གསུམ་ཡོད། ལོ་དྲུག་ཅུ་ཙམ་གྱི་རིང་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་ལྔ་ལ་རང་བཙན་ཐོབ་ཡོད་པ་དང་ཆ་མཉམ། ལོ་བཅུ་རེའི་ནང་རྒྱལ་ཁབ་གྲངས་ཉི་ཤུ་རྩ་གཉིས་དང་ཚོ་ལྔ་ལ་རང་བཙན་ཐོབ་ཡོད། ད་བར་བོད་ཕྱི་ནང་གཉིས་ནས་ལས་འགུལ་གྱིས་མ་འདའམ། ཡང་ན་དུས་སུ་མ་བབས་པ་ཙམ་ལས་བརྩོན་པ་མ་དོར་བར་འཐབ་རྩོད་རྒྱུན་ཆད་མེད་པར་བྱས་ན་བོད་ལ་རང་དབང་རང་བཙན་གྱི་གོ་སྐབས་ངེས་པར་དུ་ཐོབ་ཐུབ་པ་གང་ཟེར། གནས་ཚུལ་ཁག་ལ་གཞིགས་ན་ཤེས་ཐུབ། རྒྱ་མ་ཞིང་ད་ལྟའི་ཆར་འཛམ་གླིང་གི་ནང་དུ་དཔལ་འབྱོར་དང། དམར་གཞུ་གང་ཐད་ནས་འདོན་དུ་ཡོད་སྟབས། དངོས་ཤུགས་ཀྱི་ཐོག་ནས་བོད་ལ། རང་དབང་ཐོབ་པའི་གོ་སྐབས་གཏན་ནས་ཡོང་མི་སྲིད་པའི་བསམ་ཚུལ་འཛིན་མཁན་ཡོད་ཀྱང། ཨུ་རུ་སུ་ལ་མཚོན་ན། སྐབས་ཤིག་འཛམ་གླིང་གི་ཁྲོད་ནས་དམག་དོན་སྟབས་བཤེར་གྱི་ཐོག་ནས་ཨང་དང་པོ་དང། སྤྱི་ཡོངས་ཀྱི། སྟབས་ཆེན། རྒྱལ་ཁབ་ཨང་གཉིས་པ་དེ་ཡིན་ཡང། རིམ་པས་མཐོ་ཤོས་དུ་སོང་བ་ནི་དོན་དངོས་རེད། རྒྱ་དམར་གཞུང་གི་ད་ལྟའི་ནུས་ཤུགས་ནི། སྐབས་དེ་དུས་ཀྱི་ཨུ་རུ་སུའི་རྒྱལ་སྤྱིའི་གནས་བབ་ཀྱི་རྗེས་སུ་ལུས་ཡོད་ལ། རྒྱ་དམར་གཞུང་གི་འོག་ཏུ་འདོད་པ་གཏན་ནས་མ་ཁེངས་པའི་བོད་པ་དང་ཡུ་གུར་བ། སོག་པོ་སོགས་གྲངས་ཉུང་མི་རིགས། གང་མང་ཞིག་གིས་རང་དབང་རྩོད་ལེན་བྱེད་བཞིན་ཡོད་པས། སྔ་རྗེས་མ་གཏོགས་རྒྱ་དམར་གཞུང་ལ་དཀའ་ངལ་མང་པོ་འཕྲད་བཞིན་ཡོད། ནམ་ཞིག་རྒྱུ་ཚོགས་ཚང་མ་རྒྱ་དམར་གཞུང་འཚོ་བཞིན་དུ་འགྲོ་རྒྱུ་ཡིན་པ་འཇིག་རྟེན་གྱི་ཆོས་ཉིད་ཡིན་པ་ལས་སུ་ཞིག་གིས་མོ་ཐབས་རྩིས་རྒྱག་གི་ངལ་བ་བསྟེན་མི་དགོས། དེའི་བར་དུ་བོད་མི་རིགས་ཀྱི་ངོ་བོ་མ་བརླག་པའི་ཐོག་ནས་གནས་ཐུབ་དགོས་པ་དང། བོད་མི། མི་རེ་ངོ་རེ་བཞིན་གནས་སྐབས་སྒེར་གྱི་དཔལ་འབྱོར་ཁེ་ཕན་ཉི་ཚེ་བ་ཙམ་རེ་ལ་བརྟེན་ནས་བོད་མི་རིགས་དང། རྒྱལ་ཁབ་ཀྱི་གལ་ཆེ་བའི་རྩ་དོན་བློས་མ་བཏང་བར་ཚང་མའི་ནུས་པ་གཅིག་ཏུ་སྤུངས་ཐུབ་ན། ནམ་ཞིག་བོད་མི་རིགས་ལ་རང་དབང་གི་ཉི་མ་འཆར་ཐུབ་པ་ནི་ཁ་མཚོན་བཅད་ནས་བཤད་ཐུབ་པ་ཞིག་རེད། དེར་བརྟེན་མི་རིགས་ཀྱི་བསམ་བློ་བང་ཁམས་སུ་མི་འགྱུར་བར་རང་ཉིད་ནས་འགོ་བཙུགས་ཏེ་འཐབ་རྩོད་བྱེད་དགོས་པ་དང། བོད་དོན་བདེན་མཐའ་སེལ་ཐུབ་པའི་ཡིད་ཆེས་དེ་དུས་ནམ་ཡང་བརླག་མི་རུང། ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་དེབ་ཁྲི་སྟོང་དགུ་ཤོག་གྲངས་བཞི་བརྒྱ་བརྒྱད་ཅུ་ཐམ་པ་ནི། རང་ལུས་ལ་མེ་སྦར་ནས་ངོ་རྒོལ་བྱེད་པའི་སྙིང་སྟོབས་བསྡུས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བརྒྱད་ལ་པར་རྩོམ་པ་པོ་ཤེས་རབ། བོད་ནང། མི་མང་པོ་ཞིག་གིས་རང་ལུས་ལ་མེ་སྤར་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་དྲག་པོ་བྱས་དང་བྱེད་བཞིན་ཡོད་པ་ནི། བཤད་ན་རྫོགས་རྒྱུ་དང་ངུས་ན་མཚར་རྒྱུ་མེད་པའི་གནད་དོན་ཞིག་ཡིན་མོད། མི་ཡི་ཚེ་སྲོག་དང་འབྲེལ་བ་ཡོད་པས་གཟབ་གཟབ་མ་བྱས་པར་གང་བྱུང་བཤད་ན་ག་ནས་འགྲིག་སྙམ་སྟེ་ད་བར་གང་ཡང་བཤད་མ་ཕོད། གལ་སྲིད། ཀུན་སློང་དང་ངར་ཤུགས་སྐྱེས་པའི་རྒྱུ་རུ་གྱུར་ན། ལས་རྒྱུ་འབྲས་ལ་ཡང་མི་འགྲོ་ལ། རང་ཉིད་རང་དབང་ལོན་པར་འདོད་ནས། གཞན་གྱི་ཚེ་སྲོག་མེ་ལ་འདེབས་པའི། ཐབས་དང་རྩ་བ་ནི་མེད། འོན་ཀྱང། འདིར། གསལ་བཤད་དགོས་པ་ཞིག་ནི། ང་ཚོས་གང་ཡང་མ་བྱས་ཀྱང། རྒྱ་ནག་གཞུང་གིས། བྱས་སོང་ཞེས་བརྗོད་པ་གཏན་འཁེལ་བས། འདི་རྒྱ་ནག་གཞུང་གི། སྐྱོན་བརྗོད་བྱེད་འོས་སྙམ་ནས། སྐྲག་པའི་སྐད་ཆ་མ་ཡིན། གཞན་ཡང། ཁྱེད་ཀྱིས་འདི་མ་བྱས་ན་ངས་འདི་བྱེད་ཅེས། ཁོང་རྣམ་པས་དགོས་དོན་གང་ཡང་ང་ཚོར་བསྒྲུབ་མི་ཐུབ་པས། ལས་འགུལ་དེ་མཚམས་འཇོག་གནང་རོགས་ཞེས་འབོད་སྐུལ་བྱེད་པའི་ཐོབ་ཐང་དང། མཚམས་འཇོག་བྱེད་ཐུབ་པའི་ནུས་པ་གང་ཡང་མེད་ལ། ལས་འགུལ་དེའི་སྤེལ་མཁན་རྣམས་ཀྱི་དམིགས་ཡུལ་དང་དགོས་འདུན་ནི། རྒྱ་ནག་གཞུང་ཁོ་ནའི་ལག་ཏུ་ཡོད་པ་དང་རྒྱ་ནག་གཞུང་ཁོ་ནས་སྒྲུབ་ཐུབ་པ་ཞིག་ཡིན་པས། བཟོད་མི་ཐུབ་པའི་སྡུག་པོ་བཏང་ན་རང་སྲོག་བློས་གཏོང་གིས་ངོ་རྒོལ་བྱེད་རྒྱུ་ལས་གཞན་གདམ་ག་མེད་པར་སྲིད་པའི་ཐོག་ནས། ལས་འགུལ་དེའི་རིགས་མཚམས་འཇོག་བྱེད་དང་མི་བྱེད་དང། གལ་སྲིད་ལས་འགུལ་དེའི་རིགས་མཚམས་འཇོག་བྱེད་དགོས་ན་བླང་བྱ་དེ་རྒྱ་ནག་གཞུང་ཁོ་ནར་རྒྱ་ནག་གཞུང་ཁོ་ནས་བཏོན་ན་འོས་འཚམས་ཡིན། ལགས་དང་འཛམ་གླིང་གི་གསར་ལམ་གྲགས་ཅན་ཕྱེད་ཀ་ཚང་མའི་ནང་བཀོད་ཅིང་ཀུན་གྱིས་དོ་སྣང་དང་གདུང་སེམས་མཉམ་སྐྱེ་བྱེད་པའི་གནས་ཚུལ་སྟེ། བཟོད་མ་ཐོལ་བར་རང་ལུས་མེ་ལ་སྤར་ནས་རང་དབང་རྩོད་པའམ། གཞན་གནོད་མ་བྱས་པའི་རང་སྲོག་བཅད་ནས་དགོས་དོན་སྒྲུབ་པའི་ལས་འགུལ་རྫ་དྲག་ཅན་འདི་འདྲ་བ་ཡང། ནམ་རྒྱུན་ཨ་རི་དང་རྒྱ་གར་སོགས་ན་འགྲིམ་འགྲུལ་གྱི་གནས་ཚུལ་ཆུང་ཙག་ཀྱང། ཆེན་མོའི་མགོན་མཁན་གྱིས་བོད་ནང་གི་གསར་འགྱུར་རྒྱུད་ལམ་ཁག་དང། ལྷག་པར་བོད་ནང་གི་བོད་ཡིག་དྲ་རྒྱ་གཅིག་གི་ནང་དུ་ཡང་མཐོང་རྒྱུ་ཐོས་རྒྱུ་མི་འདུག་པས། འདིར་ཅུང་ཟད་བཤད་ན་སྙམ་མོ། ཁ་སྙན་མ་ཤོར་ཆེད། ཚིག་ཉུང་དོན་བསྡུས་ཙམ་ལས་རྒྱས་བཤད་མི་བྱེད། ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཨ་མདོ་རྔ་བ་ནས་ཡིན་པ་ཆོས་འཕེལ་དང་མཁའ་དབྱིངས་ཟེར་བ་གཉིས་ནི་རྔ་བ་རྫོང་གི་ཁྲོམ་གཞུང་དུ་ཐོན་ནས་རྒྱ་ནག་གཞུང་ལ་ངོ་རྒོལ་མཚོན་ཆེད་རང་ལུས་ལ་མེ་སྤར་རྗེས་ལག་གཉིས་ཐར་མོ་སྦྱར་ཏེ་གོང་ས་མཆོག་གི་མཚན་ནས་འབོད་པ་དང། འོད་ལ་རང་དབང་དགོས་པའི་སྐད་འབོད་གནང་ཡོད་ལ། དེ་སྔོན་ཕྱི་ཟླ་བཅུ་པའི་ཚེས་གསུམ་ཉིན་ཀིརྟི་དགོན་པའི་དུས་འཁོར་གྲྭ་ཚང་གི་གྲྭ་སྐལ་བཟང་དབང་ཕྱུག་གིས་ཀྱང་དེ་མཚུངས་རང་ལུས་མེ་བསྲེགས་བཏང་ཡོད། ཡང། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་རྔ་པ་ཀིརྟི་དགོན་པའི་གྲྭ་བློ་བཟང་དཀོན་མཆོག་དང་བློ་བཟང་སྐལ་བཟང་གཉིས་ནས་ཀྱང་རང་ལུས་མེ་བསྲེགས་བཏང་ནས་ངོ་རྒོལ་བྱས་ཡོད་ཅིང། ཕྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན་ཁམས་རྟའུ་ཉག་མཚོ་དགོན་པའི་གྲྭ་ཚང་བ་ནོར་བུ་དང། དེ་ནས་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན། ཀིརྟི་དགོན་པའི་གྲྭ་ཕུན་ཚོགས་བཅས་ཟླ་བ་དྲུག་གི་རིང་སྔ་རྗེས་བོད་མི་སྡེ་ནས་རང་ལུས་མེ་བསྲེགས། རང་ལུས་རང་ལུས་ལ་མེ་སྤར་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་ཡོད་པ་དང། ཕྱི་ལོ་ཉིས་སྟོང་དགུ་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་ཀིརྟི་དགོན་པའི་གྲྭ་པས་ནས་རང་ལུས་ལ་མེ་སྤར་ཏེ་དེ་མཚུངས་ངོ་རྒོལ་བྱས་ཡོད་པ་རེད། བཙན་བྱོལ་ནང་ཆ་བཞག་ན། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བརྒྱད་ཟླ་བཞི་པའི་ཚེས་ཉི་ཤུ་རྩ་བདུན་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང། ཐུབ་བསྟན་དངོས་གྲུབ་ཀྱིས་རང་ལུས་མེ་སྲེག་བཏང་བ་དང། ཕྱི་ལོ་ཉིས་སྟོང་དྲུག་ཟླ་བཅུ་གཅིག་པའི་ཚེས་གསུམ་ཉིན་སྦེང་ལུ་རུ། བཙན་བྱོལ་བ་ལྷག་པ་ཚེ་རིང་ནས་རང་ལུས་མེ་སྲེག་བཏང་བ་དང། ཟླ་གཉིས་ཡུ་རོབ་ན་ཡོད། ཟླ་གཉིས་ཡུ་རོབ་ཡུ་རོབ་ན་བོད་ནས་བསད་དུ་འབྱོར་མཁན་བོད་རིགས་གཞོན་ནུ་ཞིག་མིང་དང། ཟླ་ཚེས་བརྗེད་ཚར་འདུག་པས་ཤེས་མཁན་ཡོད་ན་ཁ་སྐོང་རོགས། བོད་རིགས་གཞོན་ནུ་ཞིག་གིས་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་ཆེད་རང་ལུས་ལ་མེ་སྤར་སྒྲིལ་བྱེད་སྐབས་ཉེས་རྟོག་པས་འཇུས་ནས་སྤར་ཐུབ། མེད་པ་རེད། དེ་དག་གི་ནང་ནས་ཁེ་སང་ངོ་རྒོལ་གནང་མཁན་མཁའ་དབྱིངས་ལགས་འདས་གྲོངས་སུ་སོང་འདུག་ད་རེས་བོད་ནས་མཁར་པར་བརྒྱུད་ངོ་སྤྲོད་གནང་ཡོད་པ་དང། ཕུན་ཚོགས་ལགས་དང་ཚང་བ་ནོར་བུ་ལགས་ཐུབ་བསྟན་དངོས་གྲུབ་ལགས་བཅས་ཀྱང་མེད་ཚིག། མེས་ཚིག་ཆད་ནས་བསྐྱབ་ཐབས་མ་རྙེད་པར་འདས་གྲོངས་སོང་ཡོད་པ་རེད། དེ་མིན། ཆོས་འཕེལ་དང་བཀྲ་འཕེལ་སོགས་ནི་རྨས་སྐྱོན་ཆེན་པོ་དང་གཟའ་སྒྲ་ཆེན་པོའི་འོག་རྒྱ་ནག་གཞུང་གི་གསང་བ་དང་དམ་བསྒྲགས་ཆེན་པོའི་ངང་ནང་མི་གཉེན་སྒྲིག་སུས་བཏང་ཡང་ཐུག་འཕྲད་བྱེད་མ་བཅུག་པར། ཁྲི་འདུ་དང་འབར་ཁམས་སོགས་སྨན་སྐལ་ནང་བཀག་གཉེར་བྱས་ཡོད་པ་རེད། ད་དུང་དེ་དག་ལ་འབྲེལ་བ་ཡོད་ལུགས་དང་གནས་ཚུལ་དེ་ཚོ་ཕྱི་ཕྱོགས་ལ་བཤད་ལུགས་སོགས་བརྗོད་དེ་མི་སེམས་ལ་ལོ་བཅུ་ལས་མང་བའི་བཙོན་འཇུག་གི་ཁྲིམས་ཆད་ཕོག་ཡོད་པ་དང། དེ་ལས་མང་བ་ཞིག་ལ་མནར་གཅོད་ཕོག་པ། དེ་ལས་ཆེས་མང་བ་ཞིག་ལ། ཉེས་བྱས་ཕོག་པ། གྲངས་ཀ་ཇི་བཞིན་གཤིས་དཀའ་བའི་མང་པོ་ཞིག་བཙན་ཁྲིད་དང་གར་སོང་ཆད་མེད་དུ་གྱུར་ཡོད་པ་རེད། བཙན་བྱོལ་བོད་མི་ཚོའི་ངོས་ནས། རང་ལུས་མེར་སྲེག་གིས་འདས་གྲོངས་སོང་བ་དང་འཛིན་བཟུང་བྱས་པ་རྣམས་ལ་གདུང་སེམས་མཉམ་སྐྱེ་དང། རྒྱ་ནག་གཞུང་ལ་ངོ་རྒོལ་མཚོན་ཆེད། རྒྱ་བོད་གཉིས་དང། ཕྱི་རྒྱལ་ཡུལ་གྲུ་ཁག་ནང་རྒྱ་ནག་གི་གཞུང་ཚོམས་ཁང་དང། མི་ཚོགས་མང་པོའི་འདུས་ས་རྣམས་སུ་སྲིད་སྤྱི་ངོ་རྒོལ་གྱིས་མཚོན་གླེང་འབོད་སྣ་ཚོགས་ཤིག་སྤེལ་བཞིན་ཡོད་ལ། དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བཤད་ན། སྐབས་བཅོ་ལྔ་པའི་གྲོས་ཚོགས་ཚོགས་ཆེན་གཉིས་པའི་ནང་དེ་འབྲེལ་གྱི་གྲོས་ཆོད་ཁག་འཇོག་པ་དང། གསལ་འགོད་བསྒྲགས་གཏམ་སྤེལ་བ། དེ་བཞིན་སུད་སི་ཀུན་སྤྱོད་དོན་གཅོད་ཁང་བརྒྱུད་སུད་སི་ཚོགས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཚོགས་ཆེན་ཐེངས་བཅོ་བརྒྱད་པའི་ཐོག་བོད་ནང་གི་གནས་སྟངས་གསལ་བཤད་དང་སྙན་ཞུ་ཕུལ་བ་དེ་བཞིན་ཨ་རི་ཀུན་རྫོབ་དོན་གཅོད་རྒྱུད་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེར་གཟའ་གྲགས་ཀྱི་སྙན་ཞུ་ཕུལ་བ་སོགས་བྱས་ཡོད་པ་རེད། རྒྱལ་སྤྱིའི་ངོས་ནས་བཤད་ན་ཨ་རིའི་ཕྱི་སྲིད་ལྷན་ཁང་དང་ཡུ་རོབ། གྲོས་ཚོགས་སྤྱི་ནས་རྒྱ་ནག་གཞུང་ལ་བོད་ནང་གི་རང་དབང་སྐོར་སེམས་འཚབ་ཡོད་པའི་བཀའ་མོལ་གནང་ཡོད་པ་དང། གཞན་ཡང་དབྱིན་ཇི་རྒྱལ་ས་ལོ་འབྲེལ་ནས་དབྱིན་ཇི་རྒྱལ་ས་ལོ་འབྲེལ་ན་ཡོད་པའི་རྒྱལ་སྤྱིའི་ཉེ་ཡངས་ཚོགས་པ་དང། ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་འགྲོ་བ་མིའི་ཐབ་ཐང་ལྟ་རྟོག་ཚོགས་པ། རྒྱལ་ས་ཝ་ཤིང་ཏོན་ན་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་ནས་ཀྱང། སྔ་རྗེས་སུ་རྒྱ་ནག་གཞུང་གིས་ད་ལྟའི་བོད་ནང་གི་བྱེད་སྟངས་དེར་སྐྱོན་བརྗོད་དང། མ་འོངས་པར་བོད་ནང་འགྲོ་བ་མིའི་ཐོབ་ཐང་རྒྱུ་མཚན་གང་ཅིར་ལེགས་སྐྱེས་གཏོང་དགོས་པའི་དགོས་མཁོར་རིམ་པ་ཞིག་བསྐྱེད་ཡོད་པ་རེད། ཡོང་ཁོང་ཤེས་རབ་སེང་ཁྲི། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲིན་དང་པོ་ཤོག་གྲངས་བཞི་བརྒྱ་བརྒྱད་ཅུ་གྱ་གཉིས་ནས། བོད་ཀྱི་མཐོ་རིམ་སློབ་མ་ཚོས་རྒྱ་ནག་གི་གཞུང་ཚབ་ཏུ་ངོ་རྒོལ་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་དགུ་ཉིན། དེ་རིང་སྔ་དྲོ་ལྡི་ལིའི་མཐོ་སློབ་ཏུ་སྐྱོད་བཞིན་པའི་བོད་མི་མཐོ་རིམ་སློབ་མ་ཁག་གཅིག་གིས་རྒྱ་ནག་གཞུང་ངོ་ལ་ངོ་རྒོལ་དང། བོད་སྐྱོབ་དགོས་པའི་ལས་འགུལ་སྤེལ་ཏེ་ལྡི་ལིའི་རྒྱ་ནག་གཞུང་ཚུགས་ཁང་དུ་མགོ་མཆོང་བྱས་པ་དང། རྒྱ་སྒེར་ཉེན་རྟོག་པས་ལས་འགུལ་བ་རྣམས་བཀག་ཉར་བྱས་ཡོད་པ་རེད། དེ་ཡང་ད་ནི་ནས་འདྲ་རིགས་ཐོགས་མེད་ལགས་ཀྱིས་དེའི་སྐོར་གྱི་གནས་ཚུལ་ཞིག་འདི་ག་གསེར་ཁང་དུ་བཏང་བའི་ནང་འཁོད་དོན། ད་རེས་ཤོག་པའི་ཆུ་ཚོད་བཅུ་པ་ཡོལ་ཙམ་གྱི་ཐོག་ཏུ་ལྡི་ལི་རོ་ཧི་ནི་མཐོ་སློབ་ཀྱིས་ས་གནས་བོད་ཀྱི་གཞོན་ནུ་ཚོགས་པའི་གོ་སྒྲིག་དང་སྣེ་ཁྲིད་འོག་ལྡི་ལི་མཐོ་སློབ་ཁག་འདྲ་མིན་ནང་སློབ་གཉེར་གནང་བཞིན་པའི།

དེར་དབྱིན་བོད་ཧིན་སང་གི་ཐོག་ནས་གསལ་འདོད་པའི་དྲི་བར་ལན་འདེབས་དང། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་ལ་མགྱོགས་མྱུར་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་ཞུས་ཡོད་པ་རེད། དེ་རིང་ཞོགས་པར་ཁུ་སིམ་མེར་གནས་པའི་ལྡི་ལི་རྒྱ་ནག་གཞུང་ཚབ་ཁང་གི་སྒོ་ཆེན་གཉིས་སུ་གློ་བུར་དུ་བོད་ཀྱི་རྒྱལ་དར་དང། བོད་དོན་འབོད་ཚིག་འཁོད་པའི་ཁྲལ་བདེ་ཆེར་བའི་མཐོ་རིམ་ལྷ་མོ་སྐོར་ཞིག་གིས་ངོ་རྒོལ་དང་སྐད་འབོད་བྱས་པ་དང། མཐོ་སློབ་ཀྱི་ཕོ་གསར་ཁ་ཤས་ཞན་ཆ་ལྡན་པའི་ངང་དངོས་ནས་གོ་སྒྲིག་བྱས་པ་བཞིན་གཞུང་ཚབ་ཀྱི་སྒོ་ཆུང་བརྒྱུད་ནས་གཞུང་ཚབ་ཁང་གི་སྒོ་ར་ནང་དུ་མཆོངས། ན་གཞོན་དེ་དག་གིས་བོད་ཀྱི་རྒྱལ་རབས་དང་བོད་རང་བཙན་གྱི་འབོད་ཚིག་འདྲ་མིན། སྒོ་ར་ནང་མའི་ནང་དུ་གཡུགས་པར་བརྟེན། རྒྱ་གར་ཉེན་རྟོག་སྐོར་སྲུང་བ་ལྔ་བཅུ་ལྷག་ཁོ་ཚོའི་ཕྱོགས་སུ་ཤོར། འོན་ཀྱང་ན་གཞོན་དེ་དག་གློ་བུར་དུ་འབོད་ཚིག་སྒྲོག་བཞིན་ཕྱོགས་བཞིར་འཐོར་ནས་བྲོས་པར་བརྟེན། ཉེན་རྟོག་པ་དག་གིས་འཕྲལ་མར་འཕྲལ་མར་སུ་འཕྲལ་མར་བཞིན་ཏེ། གཏོང་དགོས་མ་བྱས་པར་ཅུང་ཟད་ལྷག་ཡོད། ཅུང་ཟད་ལྷག་དགོས་བྱུང། སྐབས་དེར་སྒོ་ཆེན་ཕྱི་ལོགས་སུ་ཡོད་པའི་བླ་མ་ཚོས་ཞི་བའི་ངོ་རྒོལ་གླེང་སྐོར་གྱི་འགོག་སྲུང། Non-Violence Protection Method། ཐབས་ལམ་ཁག་ཐབས་ལམ་ལག་ལེན་དུ་བསྟེར་ནས་སྐད་འབོད་ཤུགས་དྲག་བྱས་པར་བརྟེན། སྐབས་ཤིག་རིང། ཉེན་རྟོག་པ་དེ་དག་ཅི་བྱ་གཏོལ་མེད་དུ་གྱུར། དེ་ནས་གློ་བུར་དུ་ཉེན་རྟོག་པ་བརྒྱ་ལྷག་མས་དེ་འབྱོར་ཞིང། སློབ་ཕྲུག་ཕོ་མོ་དེ་དག་རེ་རེ་བཞིན་འགོག་སྲུང་ར་བ་ལས་ལྷ་མ་ཚོ་དྲག་ཤུལ་གྱིས་བསྐོར་ཏེ། བཙན་གྱིས་ཁྲིད་ནས་ཉིན་དེ་ལྟ་སོང་བཙོན་ཁང་དུ། བཀའ་སྐབས་དེར་ལྷ་སྒྲུབ་ཚེ་སྒྲུབ་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གཙུག་ཁང་གི་མདུན་དུ་ལྷགས་པས། ཐོག་བརྩེགས་སེམས་ལྡན་གྱིས། མཐོ་ས་གསུམ་ལྷག་གི་མཐོ་ཚད་ཡོད་པའི་གློག་སྡོང་རིང་པོ་དེའི་ཐོག་ཏུ་འཛེགས་ནས་ལྷབ་ལྷུབ་གཡོ་བའི་བོད་ཀྱི་རྒྱལ་དར་མཁའ་དབྱིངས་སུ་འཕྱར། གསར་འགོད་པ་དག་གི་མདུན་དུ་མདུན་དུ་ཀོ་གློག་སྡོང་གི་རྩེ་མོ། ཀྲུང་ཨར་ཡི་ནས་རྒྱ་ནག་གཞུང་གསབ་ཁང་གི་མདུན་གྱི་བར་ན་དུས་བོད་ཀྱི་རྒྱལ་དར་ཕྱིར་འཕྱར་ཞོར་སྐར་མ་ཉི་ཤུ་ལྷག་ལ་སྐད་འབོད་བྱས། སྐབས་དེར་ཁྲག་དར་དམར་བའི། དཀའ་ངལ་དར་མར་དང་ཆད་ཐག་ཉེ་བའི་གཞུང་ཚབ་ཁང་གི་བར་སྣང་དུ་གངས་སེང་གི་དར་ཆ་སྤོས་པའི་སྤོབས་པའི་ངང་གཡོ་སྒྱུ་བྱུང་བ་ནི་ཇི་འདྲའི་གཟི་བརྗིད་ལྡན་པའི་སྣང་ཚུལ་ཞིག་རེད་ཨང། ད་ལྟ

འཁུར་དགོས་པ་རེད། ལྡི་ལི་རུ་ཨི་ནི་ས་གནས་བོད་ཀྱི་གཞོན་ནུ་ཚོགས་གཙོ་དཔལ་ལྡན་བསོད་ནམས་ཀྱིས་གསལ་འགོད་པར་བརྗོད་དོན། ང་ཚོ་བླ་མེད་མཐོ་སློབ་ཀྱི་བདུན་ཕྲག་གཅིག་གི་གསལ་བྱེད་ངོ་རྒོལ་དང། ད་རིང་གི། ངོ་རྒོལ་འཛིན་སྙིང་གིས་དམིགས་ཡུལ་གཙོ་བོ་ཉེ་ལམ་བོད་ནང་དུ་མུ་མཐུད་བོད་དོན་ཆེད་རང་ལུས་མེ་སྲེག་གཏོང་བཞིན་པའི་དཔའ་བོ་དག་གི་འབོད་སྐུལ་ལ་རྒྱ་གཞུང་གིས་ཉན་འཇོག་བྱེད་དགོས་པ་དང་དེ་བཞིན་གནས་ཚུལ་རྫ་དྲ་འདི་ལ

རྒྱལ་སྤྱིའི་དགེ་བཤེས་ནས་བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་ལ་དྲག་གནོན་མཚམས་འཇོག་དགོས་པའི་རེ་འདུན་བཏོན་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བཅུ་རེས་གཟའ་ཟླ་བར། བོད་མི་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཞི་བའི་སྒེར་ལངས་བྱས་ཏེ་ད་བར་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་གཉིས་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་ཉིན་སྲུང་བརྩི་ཞུས་པའི་ཉིན་མོ་ནས་བཟུང། བོད། ཞང་ཞལ་ལྔ་བའི་ས་ཁུལ་ནས་བོད་མི་དྲུག་དང། དཀར་མཛེས་ནས་བོད་མི་གཅིག་བཅས། ཁྱོན། བོད་མི་བདུན་ཙམ་གྱིས་རང་ལུས་མེ་སྲེག་བཏང་སྟེ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ས་བཙན་བཟུང་བྱས་པ་དེར་ངོ་རྒོལ་དང། བོད་མི་ཚོར་རང་དབང་སྤྲོད་དགོས་པའི་འབོད་ཚིག་བསྒྲགས་ཡོད། ད་ལྟ་བོད་ནང་འབྱུང་བཞིན་པའི་དོན་རྐྱེན་ལ་རྒྱ་ནག་གཞུང་གིས་སྟངས་འཛིན་བྱེད་ཕྱོགས་དེར་དབུས་བོད་མིའི་སྒྲིག་འཛུགས་ཀྱིས་སྐྱོན་བརྗོད་ཤུགས་ཆེ་བྱེད་རྒྱུ་ཡིན། བོད་མི་ཚོས་དངོས་ཡོད་དཀའ་ངལ་དེ་དག་གྲོས་མོལ་གྱི་ལམ་ནས་སེལ་རྒྱུའི་ཚབ་ཏུ། རྒྱ་མིས་ཉེས་དོན་དམག་མིས་རང་ལུས་མེ་བསྲེགས་གཏོང་མཁན་བོད་མི་ཚོ་འཛིན་བཟུང་བཀག་ཉར་འོག་རྡུང་རྡེག་བྱས་པའི་གནས་ཚུལ་ཐོན་ཡོད། རྒྱ་ནག་གཞུང་གི་གཞི་རྩའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་སུ་མ་ཟད། རང་གི་ཡུལ་ཁྲིམས་དང་ཡང་ཡོངས་སུ་འགལ་བ་ཞིག་ཆགས་ཡོད་པ་ནི་གསལ་བོ་རེད། རང་ལུས་མེ་སྲེག་བཏང་སྟེ་རྨས་སྐྱོན་ཕོག་པ་རྣམས་རྒྱ་ནག་གཞུང་གི་འཕྲལ་མར་གློད་གྲོལ་བཏང་སྟེ་ཁོང་ཚོར་སྨན་བཅོས་ཚུར་བསྟེན་གནང་རོགས་ཞེས་འབོད་སྐུལ་ཞུ་རྒྱུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་བོད་མི་ཚོ་དང་ལྷག་པར་འཛམ་གླིང་ཕྱོགས་གང་སར་གནས་པའི་བོད་མི་སེམས་ཐག་ཉེ་བའི་མཛའ་གྲོགས་ཚོས་རྔ་བའི་མི་མང་ཚོར་གདུང་གསུམ་མཉམ་སྐྱེའི་ཐོག་བོད་ནང་གི་རྫ་དྲག་གི་གནས་སྟངས་དེ་བཞིན་རྒྱལ་སྤྱིའི་སྟེང་གསལ་སྟོན་ཡོང་ཐུབ་པའི་འབོད་སྐུལ་ཞུ་རྒྱུ་མ་ཟད་རྒྱལ་སྤྱིའི། རྒྱལ་སྤྱིའི་ཚོགས་པ་ཁག་ནས་ཀྱང་བོད་ཀྱི་གནད་དོན་དེ་བཞིན་ཞི་བའི་གྲོས་མོལ་གྱི་ལམ་ནས་སེལ་ཐབས་ཡོང་སླད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་གནོད་ཤུགས་སྤྲད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན། ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། རང་ལུས་མེ་སོར་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་སྒྲིག་དང་པོ་ཤོག་གྲངས་བཞི་བརྒྱ་བརྒྱད་ཅུ་གྱ་ལྔ་ནི། རང་ལུས་མེ་སོར་ཐད་རྒྱ་ནག་གཞུང་གི་སྐྱོན་བརྗོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བཅུ་གཅིག་ལ་དཔལ། བོད་ནང་རྒྱ་ནག་གཞུང་གིས་བོད་མི་ཐོག་འཛིན་པའི་དྲག་གནོན་དང། གདུག་རྩུབ་ཀྱི་བྱ་སྤྱོད་ལ་ངོ་རྒོལ་ཆེད་རང་ལུས་མེ་སོར་བཏང་བའི་ལས་འགུལ་རིམ་པ་སྤེལ་མཁན་བྱུང་བ་དེ་ནི་ཏཱ་ལའི་རུ་ཚོགས་ཀྱི་བྱ་སྤྱོད་རེད་ཅེས་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་བར་ལམ་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ནས་འགོ་བཙུགས་ཏེ་བོད་ཀྱི་གདོད་མའི་རྔ་བ་ཁུལ་དུ་བོད་མོའི་སེར་སྐྱ་ལྔ་དང་ཁམས་རྟ་བོའི་ཁུལ་གྱི་ཉར་ཚུལ་དགོན་པའི་དགེ་ལྡན་པ་གཅིག་བཅས་ནས་དྲང་ལེན་མེད་ས་བཏང་སྟེ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་གནས་ཚུལ་རིམ་པ་ཐོན་ཡོད་པར་བརྟེན། ད་རེས་རེས་གཟའ་མིག་དམར་ཉིན་རྒྱ་ནག་པེ་ཅིན་དུ་འཆར་ཅན་གསར་འགོད་ལྷན་ཚོགས་ཐོག་ལ་རྒྱ་ནག་ཕྱི་སྲིད་ལས་འགན་གྱི་མགྲིན་ཚབ་པ་ལིའུ་ཝེ་མེན་གྱིས་བཤད་དོན། ཏཱ་ལའི་རུ་ཚོགས་ཀྱིས་དོན་རྐྱེན་དེ་དག་ཐོག་སྐྱོན་བརྗོད་མ་བྱས་པ་མ་ཟད་ད་དུང་ཡང་བྱ་སྤྱོད་དེའི་རིགས་བྱ་དགོས་པའི་སྤྱི་ཚོགས་ཐོག་ཀུན་སློང་ཞིག་སྐྱེས་ཡོད་པ་རེད་ཅེས་དང། རང་ལུས་མེར་སྲེག་བཏང་བ་དེ་ནི་བོད་ནང་དུ། འཛིན་བཞིན་པའི་རྒྱ་ནག་གཞུང་གིས་སྲིད་དབང་གོ་བསྡུར་ལྷོག་ཐབས་བྱས་པའི་དྲག་པོའི་བྱ་སྤྱོད་ཅིག་ཡིན་ཞིང་བྱ་སྤྱོད་དེ་ཡིས་འགྲོ་བ་མིའི་བཟང་སྤྱོད་དང་འགལ་འཛོལ་བྱུང་བ་འགལ་འཛོལ་བྱས་པ་མ་ཟད། ལྷག་པར་དུ་ནང་པའི་ལྟ་གྲུབ་དང་འགལ་འཛོལ་བྱས་པ་རེད་ཅེས། སྐྱོན་བརྗོད་བྱས་ཡོད་པའི་སྐོར་ད་རེས་པེ་ཅིན་ནས་ཨེ་པི་གསང་རྒྱུགས་ལས་ཁང་གིས་མགྲིན་ཚབ་བྱས་ཡོད་པ་རེད། ཨེ་པི་གསང་རྒྱུགས་ལས་ཁང་གིས་གནས་ཚུལ་མོལ་བསྡུ་སྤེལ་བའི་ནང། འདས་པའི་གཟའ་འཁོར་གཉིས་ཡི་ནང་དུ་བོད་ཀྱི་མདོ་སྨད་རྔ་བ་ཁུལ་དུ་བོད་མི་ལྔ་ཡིས་རང་ལུས་མེ་སྲེག་བཏང་བའི་དོན་རྐྱེན་བྱུང་ཡོད་ཅིང། བོད་མི་དེ་རྣམས་ཀྱིས་རང་ལུས་མེ་སྲེག་གཏོང་དགོས་དོན་ནི། རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཐོག་དྲག་གནོན་གྱི་བྱ་སྤྱོད་དང་ལྷག་པར་དུ། བོད་མི་ཚོའི་དབུ་ཁྲིད ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རྒྱ་ནག་གཞུང་གིས་མཚན་སྨོད་དང་སྐྱོན་བརྗོད་ཞུ་ཡི་ཡོད་པ་དེར་མི་འདོད་པའི་ངོ་རྒོལ་བྱེད་པའི་རྣམ་པ་ཐོན་ཡོད་ཅིང། དེ་བཞིན་རྔ་པའི་ཁུལ་དུ་ནི་འདས་ཟིན་པའི་དུས་ཚོད་ནང། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་གནས་ཚུལ་རིམ་པ་བྱུང་ཡོད་པ་དང། མང་པོ་ཞིག་གིས་གོང་ས་ཏཱ་ལའི་བླ་མ་མཆོག་ལ་དད་གུས་ཆེན་པོ་ཡོད་པར་བརྟེན་ནས། རྒྱ་ནག་གཞུང་གི་དགོན་པའི་ནང་དུ་རྒྱལ་གཅེས་ཆོས་གཅེས་ཟེར་བའི་སློབ་གསོའི་ལས་འགུལ་སྤེལ་ཏེ་དགེ་འདུན་པ་ཚོར་སུན་གཙེར་ཆེན་པོ་བཟོས་པ་མ་ཟད། ཚེ་དབང་གི་སྒོ་ནས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་མཚན་སྨོད་ཤི་རུ་བཅུག་པ་དེར་མི་འདོད་པའི་མི་འདོད་པར་དགེ་ལྡན་པའི་ཁྲོད་ནས་ངོ་རྒོལ་བྱེད་མཁན་མང་པོ་བྱུང་ཡོད་པའི་སྐོར་བཀོད་ཡོད་པ་རེད། ཡོང་ཁུངས་ཨེ་ཤི་ཡ་རང་བློ་འདྲེན་ཁང་གི་བོད་ཡིག་དྲ་བ།